འོ་དོ་མང་གི་བ། ལོ་སོ་ཐོར་ཨེག་སེ་སི་བྷི་ནི། གཞི་བདེ། བདེ་སྐྱིད། བདེ་བ་ད་ག་གི་བུ་ཀྲུན་པའམ། ཉུང་པའི་རེད་པའི་མོ་ཨ་དང་ན་ལ། ན་མེད་བསམ་པའི་ཀ་ལུག་གི་ལ་ལ། དེ་ནོ་ངམ་གྱི་སོང་བ་བ་ཨེག་སེ་སི་བྷི་ནི་བྷི་ནི་བྷི་ནི་སེམས་ཁམས་ཀ་ནེ་གཞི་ཉུང་བ་འཇའ་ལུག།

གཙོ་བཏགས་དབྱེ་བ་ལུས་ངག་ཡིད་གསུམ་ནང་གི་གཙོ་བོ་དབྱེ་བ་གང་གི་ལ་ཡིན་ལ་ཡིད་ཀྱི་ལ་ལ་སེམས་ཀྱི་ལ་སེམས། སེམས་ཨེག་སེས་ལས་གལ། སེམས་སྐྱེས་བུ་ཨེག་སེས་སམ་སྦྱོང་བརྡར་རམ་སེམས་སྐྱེས་བུ་དུར་སྤྱོད་པའི་བཟོ་བཏགས་དུར་གླེགས་བུ་སྤྱོད་པའི་མར་ནི་ལ། ལུས་སྲོག་སྐྱེས་བུ་བཟོ་བཏགས་ཧབ་དུར་སྤྱོད་ནི་ཆོས་སྤྱོད་ལུས་སྲོག་རྩ་རི་སྨྱུག་མ་དོ་རི་ནི་བུ། བདེ་སྐྱིད་མ་མྱོང་པ་ལ།

མུ་ནུ་གུ་བ་ག་བསྟན་གྱི། ནི་དེ་ནོ་ངམ་ཅི་སོང་བ་བ་གའི་མང་པོ་རང་ད་ང་ལུས་སུ་དེ་ད་གའི། འཇའ་ལུས་སུ་མོ་ཏྲེ་རི་ན་ན། ནི་འོང་ན་ག་དེ་དེ་ཨེག་སེས་པི་ནི། ཏོ་ལེགས་སོ་ཟ་ལེ་ལམ་ནི་བུ་ཏོ་ཀག་ཐ་ནི། ཨུ་ནོ་ད་བུ་ན་མེ་ས་མེ་ཀ་བ་ཅེ་ནི་ཨུ་ཏུ་ད་བུ་ནང་ན་ལ། ལེགས་པོ་གི་ལ་ལ། གིས་ནི་རང་བུ་ཐུགས་ཙམ་ལེགས་པ་དོ་ཞེས་ལེ་ཁེ་ལེ། ཨེ་བ་ཞོ་ཨུ་མ་ཧ་ང་འཇའ་ཡ་དང་ནི་ལ། ནམ་ཚ་ལུས་ནང་ག་བུ། ལས་བུད་ནི། ངམ་སུ་ཁེ་ནི་འུ་ཀ་བ་ཅེ་ནི། ངམ་ཚ་ནི་འུ་ཀ་བ་ཅེ་ནི། སོང་ཐོག་རེ་ཐོང་ཚེ་པུ་རང་དགུ་གོར་བུད་ནི། རང་ག་ཕོ་ལང་ག་དེ་འདེ་བུན་ཅེ་མི་ལ་དྲ་འབུ་གི་ལམ། སོང་གླེགས་བུ་ཐོང་ནི་ལ་རང་གི་ཏི་ཏང་དུར་ཏི་ཏང་སོང་ཏི་ཏང་འོ་མ་ཧེ་བི་ཀེ་སྒྲ་རྡོག་ཆོ་སོང་ཏི་ཏང་གོ་ས་རྡོག་ཆོ་ཐོང་ནི་ལ་འུར་ཏུ་རང་རོ་ག་ཏེ་པ་བྷི་ལེ་གོ་ཚུགས་པེ་ལ། སེམས་ནང་གེ་ཏེ་པ་བྷི་ལེ་ག་སམ་ལོ་མ་ནི་འུ་ཏེ་པ་བྷི་ལེ་གོ་ཚུགས་པེ་ལ། སོང་ཧང་རང་གོ་མ་ཆོད་པ་རྡོག་ཆོ་ནི་ལ།

བརྐྱང་བྱ་གལ་པོ་ཚེ་འདི་ལ། ལུས་ངག་ཡིད་གསུམ་ཀ་བསམ་ག་རང། access གལ་པོ་ཨོ་དེ་འདི་ལས་བཞུ་ལེ་ལ། ལུས་པོ་ཀ access གལ་པོ་ཆ་ཚེ་བ་ཀ་དེ་ནི access འདི་ལས། ནི་ནང་ཀ access ཚངས་དེ་འདི་ལས་ནི་ཨེ་བ་ཨོ་དོ་གལ་པོ་ནི་ཆ་ཚེ་བའི་ཀ་བ་ལ་ངག་འཆལ་ཀ་གཏམ་ལ་མ་པ་རང་མ་ལ་མེ་ཡིག་བརྒྱ་ལྟ་བུ་སྐྱབས་འགྲོ་སེམས་ཀྱི་ལྟ་བུ་ལྡན་མ་ཀ་དེ་ངག་ཀ access ཨོ་དེ་ལས། སེམས་ཀ་ལ་ཆ་ཚེ་བ་ཀ་འོ་ནས་ཚེ་བ་མ་བསྒྲིབས་པར་རང་ཀ་སེམས་གལ་པོ་སྦྱང་ཆུ་སེམས་སྐྱེ་བའི་གལ། ངུ་ནུ་ལྟ་བུ་སྐྱེ་བ་དེ་ནི་སེམས་ཀ་བུ་སྦྱོང་དར། ངག་ཀ་བུ་སྦྱོང་དར། ལུས་སྲུབས་སྒབ་སྦྱོང་ལྟར་སྣ་མའི་ས་མི་གླེགས་བུ་རི་ལས་བཞུད་ལེ་ལ། སྔོ་ནུ་ནང་གི་སོང་དམངས་པོ་དབུགས་ཀྱི་རང Access དང་གི་རང་ག་ལུས་སྲུབས་ག Access ག Access ཕུལ་བ་དང་བསྟུན་ན་རང་ག་བཟོ་བལྟ་ཞོ་ལེ་གས་ན་མེ་སྔོ་ནུ་ནང་གི་བཅང་བྱ་ཕུལ་བ་གས་ལག་པ་བཟོ་བལྟ་ཞོ་ལེ་མར་བ་ལ Access ཚང་བལྟ་བ་ཕུལ་ནི Access ཨོ་འདུར་བར་གྱི་ཨུ་ནུ་ག་ད་ཕུ་ལེ་དོ་ཕུལ་ནི་ལ་ཨུ་འདོ་ཕུལ་ནི་ལ་ཨོ་དེ་ག་ད་མོ་བཟོ་ཞོ་ནི་གར་གོ་ཏྲོ་རི་ན་མེ་ལ་ཨུ་དུ་ད་བུ་མང་ག་བཅང་བྱ་བི་ལ་ལ་ཨུ་ཏོ་གར་གོ་ཏྲོ་ཧང་ན་མ་བཟོ་ཞོ་ལ་ལ་ཕོ་ལང་ག་ཚེ་ཏག་ཏག་ཏག་ཏག་ཞོ་ལེ་ལ

ཧཱུྃ། ཅོན་ག་དུར་ག་བྱ་སུ་རེག་ནི་ན་ལོ་ག་སོང་ག་སེམས་ཁས་ལེ་ག། ན་ལོ་ག་སོང་ག་མ་བ་བྷྱོ་ག་བྱ་སུ་རེ་ནི་ཨུ་ད་གེ་པོ་རྣམ་སྨིན་ས་མི་ཧང་ཡིག་པས། Positive གི་ལ་ནི་སོང་བ་གི་ཉན་མཁན་མང་པོ་ཅག་འོད་དུ་འཇིག་རྟེན་ཀུན་གྱི་རང་བཞིན་གི་ལ་ལ། ཧཱ་ནི་ཡན་ལ་སློབ་དཔོན་ཐུན་ཚོད་འགྲུབ་འཇིག་གི་སྲུང་མ་ཅན་མའི་ཁྱད་པར་འཕགས་ཏེ་ན་ག། གང་ཅིར་འཇིག་རྟེན་ཅོན་ལ་ག་ཡན་ཏན་འཛིན་པས་བཞིན་པ། ཅོན་ཡང་ཡན་ཏན་ལྟ་སྟོང་བས་གཞན་ལ་སྐྱབས་སུ་མཆི་བར་གྱུར།